ཚོས་གྲོང་སྡེ་གཡང་འཛོམས་ཡན་བསྐྱར་དུ་རྣམ་ལྷན་རྒྱལ་སོ་ལྟ་ཞལ་མཇལ་བྱུང་བ་སྐབས་ཞི་དྲག་བྱུང། སྟབས་དེ་རིང་ངས་རྣམ་ལྷན་རྒྱལ་ཚོ་ལ་ཡང་སྒྲུང་གི་སོར་རྟགས། ལུག་རྒྱུད་སྙན་ངག་སོགས་རང་འགྲེལ་གལ་གལ་ཅན་མཉམ་སྤྱོད་བྱས་མེད། དེ་རིང་གཙོ་བོ་དེ་ང་རུ་མ་ལྷོད་ལྷོད་བྱས་དེའི་རྗེས་རྣམ་ལྷན་རྒྱལ་ཚོ་ལ་ཡང་ང་རའི་སེམས་པའི་ནང་ཡོད་པའི་སྐད་ཆ་ཁ་ཤས་ཞིག་མ་ཞུ་འདོད་བྱུང་སོང། ད་འདི་ག་རེད་ཟེར་ནོ་ད་ངས་ད་ལྟ་བུ་དོ་ལ་ཡང་བརྙན་ཐུང་ཐུང་དུས་དང་རིང་བོ་དང་ཨ་འབྲི་ཁ་ཤས་ཞིག་བཟོས་ཡོད་རེད་པ། འོ་དེ་ཚོ་ཡང་རྒྱབ་སྐྱོར་གནང་ངེས་དང། ཉེ་བ་གནང་ངེས། ཨ་ང་ཡང་སེམས་ཤུགས་སྤར་གནང་ངེས། གྲོགས་པོ་གྲོགས་མོ་ནི་ཐ་མ་ཡང་སྙིང་ཐག་པ་ནས་ཐུགས་ཆེ་གནང་བཞིན་བཞུགས་ཡོད་ལ་མུ་མཐུད་ནས་རྒྱབ་སྐྱོར་གནང་རོགས་གནང་བཞིན་རེ་སྐུལ་ཞུ་གི་ཡོད། ད་དེ་རིང་ངས་རྣམ་པ་ལྷན་རྒྱས་ཚོ་ལ་ཡང། གཙོ་བོ་དེ་ག་རེ་ཞུ་འདོད་བྱུང་ཟེར་ན་ད་ད་ལྟའི་ང་རང་ཚོའི་སྤྱི་ཚོགས་ནང་ལོགས་ལ་ཡང་གཞོན་སྐྱེས་མང་པོ་ཅིག་གིས་སོ་སོའི་ཉིན་རེའི་འཚོ་བ་སྦྱོར་བ། ད་ཕྱི་ལོ་ཕྱིན་རྗེས་ཡུན་ཅུང་སྙིང་རྗེ་མོ་རེ་ཞིག་ཐོངས་པའི་ནས་འདྲ། བསམ་མནོ་ཟབ་རུ་བརྗོད་པའི་ནས་འདྲ་ཡང་གོ་ལོ་སྙིང་རྗེ་མོ་རེ་ཞིག་ཉོས་པའི་ནས་འདྲ་ཟེར་ཡ། དེ་མ་འདྲ་རེ་ཟེར་བའི་ནས་འདྲ་ཚང་མ་སྤྱི་ཚོགས་དྲ་ལམ་བརྒྱུད་རྗེས་ཨ་ནི་དྲ་གྲོགས་རྣམས་ལྷན་སྐྱེས་ལི་ཡཱ་ད་མཉམ་སྤྱོད་བྱེད་ཡ་ལི་ཡཱ་དར་བཟོ་ཆེན་པོ་བྱེད་བསྡད་པའི་དུས་ཚོད་ཅིག་རེད་འདུག་ཨ་འདྲ་གི་དུས་ཚོད་ཅིག་ལི་ཡཱ་ཨ་ནི་ངའི་བརྙན་ཐུང་བཟོ་བའི་རྒྱུ་མཚན་ག་རེ་ཡིན་ཟེར་ན་ད་འདི་ལྟས་ཚོ་གཞོན་ནུ་རེད་ཅེས་བསམ་བྱུང་ད་དེས་ང་རང་ཚོ་བོད་པའི་སྤྱི་ཚོགས་ནང་ལོགས་ལི་ཡཱ་ཁོར་ཡུག་གི་ཤུགས་རྐྱེན་ཐེབས་རྗེས་ད། ང་རང་ཚོ་བོད་པའི་སྐད་ཡིག་དང་རིག་གཞུང་ལ་ཡང་ཏིས་སྣང་མེད་ཞོག་བསྡད་པའི་ཚོར་བྱས། ཨ་ནི་མི་གཞན་པའི་གི་སྐད་ཡིག་དང་རིག་གཞུང་ལ་ཏིས་དབྱིངས་མང་ང་ཡོད་པའི་ཚོར་ཆགས་འདུག་གཅིག་ད་ཁག་ཡོག་མ་རེད་ག་རེ་ཟེར་ན། ད་བོད་ལ་ཡོད་ངའི་བོད་མི་ཚོ་ཡང་ཆ་ཤ་མིན་ན་ཁོ་ནག་ཚོས་ད་ཁོ་ནག་ཚོས་གི་སོ་སོའི་ངོས་ནས་གང་ཐུབ་ཅི་ཐུབ་བྱས་བྱས་ད་དོ་བཙན་བྱོལ་ནང་ལོག་ལོས་ཡོད་ངའི་ད་དུར་བུ་ཡིན་ན་ད་བོད་ལ་ཡོད་ངའི་ང་རའི་ལྟ་སྟངས་ད་ཡང་ཏིས་ཡག་རུ་ཞིག་མཐོང་གི་འདུག་གལ་ཏེ་ཤེས་སྟངས་ཡིན་ནའི་དྲ་ག་རེ་ཡིན་ནའི་དྲ། ནས་ཁོང་ཚོའི་སྙིང་རྗེ་ད་རྒྱ་ནག་གི་གནོན་ཤུགས་དང་ཨ་ནི་གཡས་ཡུལ་ལ་ཡང་ཁོར་ཡུག་དེ་མང་ཆེ། ཁོར་ཡུག་ནང་ལོག་ལ་ཡང་ད་དགེ་བཤེས་སིང་ནས་སྦྲ་གར་ཡིན་ནས་མང་ཆེ་ཆེ་གེ་མོ་བྱས་དུས་ཙམ་ལ་རྒྱ་སྐད་མང་པོ་བོད་ཆོས་གཏང་དགོས་ཡག་གི་དུས་ཚོད་ཆགས་འགྲོ། བཙན་བྱོལ་ནང་ལོ་ལེགས་ཡིན་པ་ཡིན་ན་དེ་བས་ཀྱང་ཁག་ཡོད་མ་རེད་ཉིན་ཅིག་རྒྱ་གར་ཉམས་དོ་བསྡད་འོ་རེད་ཨིན་ཇི་ཉམས་དོ་བསྡད་འོ་རེད་ཨ་ནི། ཨིན་ཇི་ཉམས་དོ་ད་ཕྱི་རྒྱལ་ཁབ་ཏུ་ཡོད་ངེས་འདི་གའི་ལས་ཡག་ཞུ་གི་ཡོད་ཁོ་ནག་ཚོ། བོད་པའི་སྐད་ཡིག་དག་དེ་ཚོ་བོད་ཆོས་གཏང་ས་ཞེ་དྲག་མེད་པའི་བཟོར་བྱས་ཨ་ནི་ཨིང་ཞེ་དྲག་མེད་པའི་བཟོར་ཆགས་འགྲོ་ཨ་ཁོ་ཚོས་གི་དེབ་ར་ཆུ་ལོག་བི་ནས་འདྲ་ད་དེབ་ཨིན་ཇི་དེབ་ལོག་བི་ནས་འདྲ་རྒྱ་གར་དེབ་ལོག་བི་ནས་འདྲ་རྒྱ་མིའི་དེབ་ལོག་བི་ནས་འདྲ་དེ་ཚོ་ཀློད་དུས་ཙམ་པ། སེམས་པའི་ནང་ལོགས་ལ། ཨམ་སྐད་ཡིག་དེ་ཚོའི་ནང་ལོགས་ལ་སོ་སོའི་སེམས་པའི་ནང་ལོགས་ཡོད་པའི་སྐད་ཆ་དེ་ག་ག་འདི་སྙིང་ཅིག་མོ་ཕབ་ཐུག་ད་ཟེར་ཡིག་ད་ཡིག་རང་ད་ག་མོའི་ཞིབ་བཤེར་གནང་གི་འདུག་ཨ། གནང་འདུག་བསམ་པ་ཨ་ནི་ངའི་བསམ་པ་ཡག་ད། ཁོ་ཚོའི་སྐད་ཡིག་ནང་ལོགས་ལ་ཡང་ག་ཚོད་ཀྱི་ཕྱུག་པོ་ད་ཡག་པོ་ད་སོ་སོའི་སེམས་ནང་གི་འདི་གས་དེ་སྐད་ཆ་བཤད་འདོད་ཡོད་དེ་གས་མ་ཕབ་ཐུག་ཡོད་ན་ང་རང་ཚོ་བོད་པའི་སྐད་ཡིག་ནང་ལོགས་ལས། དེ་ལས་ལྷག་ག་མེད་ན་དེ་ལས་སྐྱོ་ཡོད་མ་རེད་ཟེར་ཅེས་ཨ་འདྲེ་ཅིག། ད་ལན་ཅི་སྤྲད་ཐུབ་ན་རེད་བསམ། ག་རེ་ཟེར་ན་ད་ངས་བརྙན་ཐུང་མང་པོ་ཅིག་ཨ་ནི། ང་རང་ཚོ་བོད་པའི་ནང་བོད་པའི་མཁས་པ་མང་པོ་ཅིག་དང་ཨ་ནི། ད་སྙེ་མ་ནང་ལོ་ས་སྐྱ་ལེགས་བཤད་ཟོར་དང་ཨ་ནི། བོད་ཀྱི་དམངས་བཤད་ཟོར་དང་ཨ་འདྲེ་མང་པོ་བྱོས་རེད། དེ་ཚོ་ཡང་ཅིག་གཟིགས་ན་ད་དེ་ཚོའི་ནང་ལོ་ལ་ཡང་ཚིག་མཐུན་མཐུན་བྱས་དོན་དག་མང་པོ་ཡོད་རྒྱུ། སོ་སོའི་སེམས་པའི་ནང་ལོ་ལ་སྐད་ཆ་མང་པོ་ཞིག་སྟོན་ཐུབ་ཡ་ཡོད་རྒྱུ། ཐབས་ལམ་སྙིང་རྗེ་མོ་ཞེས་བྱ་མ་ལ་བཡ་ཏོ། འོ་དེ་འདྲ་བྱེད་མ་ད་སྤྲོད། ད་ཅི་སྤྲད་ཐུགས་ནུ་རེ་ཅི་བསམ་བྱུང། ད་ལན་ཅི་སྤྲད་ཅེས་ད་ཚང་མ་ཡར་འཕེན་རེ། དེ་ཐོག་ཐུགས་ནུ་རེ་ཅི་བསམ་བྱུང། ཨ་ནི། ཨ་འདྲེ་རེ་ཅི་བྱས་ཨ་ནི་གཉིས་པ་དེ་ད། དངོས་གནས་བྱས་ན། ད་སོ་སོའི། རྒྱལ་ཁབ་ཅིག་གི་མི་གཅིག་གས་སོ་སོའི་རྒྱལ་ཁབ་དེའི་སྐད་ཡིག་བེད་སྤྱོད་ཡག་པོ་བཏང་མིན་ནི་འདི་ལ་ཡག་ད་ཧ་ལས་གོ་ཡ་ད་ཧང་སང་གོ་ཡ་འདི་ད་གལ་ཡོད་མ་རེད། ད་ཨིན་ཇི་མི་གཅིག་གས་ཨིན་ཇི་ཡག་པོ་རྒྱབ་ཡིན་ན་ཁོ་རང་ཚོ་ཨིན་ཇི་མི་གཅིག་གིས་ཨ་ཨིན་ཇི་མི་དེ་ཨིན་ཇི་པོ་ཡག་པོ་རྒྱབ་འདུག་ཨ་ཅེ་ད་ལྟོས་བཏང་ངས་འདི་ངས་ཧ་ལམ་མཐོང་མ་ཟུར་བ་ཡ། ཡང་སོ་སོས་མ་མཐོང་ཙང་ཡོད་མ་རེད་ཟེར་ཡ་ཡོད་མ་རེད་བ། ཨ་ནི། ཡིན་ནའི་ལས་ང་རང་ཚོ་བོད་པའི་སྤྱི་ཚོགས་ནང་ལོ་ལོའི་དུས་བཟང་དང་འདིར་ཆགས་འགྲོ་འདུག་གཞོན་སྐྱེས་དུས་བཟང་དང། བརྙན་ཐུང་གཟུགས་བརྙན་མང་པོ་འདུག་ཨ་མ་ཁྱེད་ཀྱིས་བོད་སྐད་གང་ཐུག་ཐུག་ཡག་པོ་སྐྱོན་གནང་གི། སྐྱོན་ངན་འདི་གའི་ལས་འོག་ལས་མཆན་བཀོད་ས་དེ་ཚོ་ལྟ་དུས་བསམ་པ་བུ་མོ་ཁྱེད་རང་གིས་བོད་སྐད་དཔེ་ཡག་པོ་རྒྱབ་ཀྱི་དཔེ་ཡག་པོ་རེད་ཟེར་ཨ་འདྲེ་བོད་པའི་རྒན་རབས་དང་སེམས་ལས་སེམས་འཚུབ་ཡོད་ངེས་མང་པོ་ཞིག་གིས་སེམས་ཤུགས་སྤར་ཡ་བྱེད་དུ་ལས་ཀ་མོད་ཨ་འདྲེ་གསུང་གི་འདུག། དེ་གསུང་ཡ་རྒྱུ་མཚན་ག་རེད། ང་རང་ཚོ་བོད་པའི་སྤྱི་ཚོགས་ནང་ལོགས་ལ་ཡ་ག་ལི་ག་ལི་སྐད་ཡིག་དེ་ཉམས་བྱེད་གཞོན་སྐྱེས་ནང་ལོགས་ལ་ཡ་བོད་པའི་སྐད་དེ་བོད་སྤྱི་དང་ངན་མང་པོ་མེད་པ་ཆགས་རྗེས་ད་མ་འོངས་པ་དུད་འགྲོ་ལོ་མང་པོ་ཞི་ཁྲོ་ཚ་དུས་ཙམ་པ་དངོས་གནས་སྐད་ཡིག་དེ་བརླག་ས་རེད་བསམ་གྱི་སེམས་འཚུབ་ཡོད་ཙང་བྱིས་བོར་བ་དེ་བྱས་ཙང་ཨ་འགྲིག་གི་མ་བྱུང་ཡ་ཆེས་དུ་ལ་ཡ་ཨ་ནི་ང་ཚོས་ད་ང་རང་ཚོ་བོད་པའི་སྐད་ཡིག་བོད་པས་བོད་པའི་སྐད་ཡིག་དེ་བེད་སྤྱོད་མ་བཏང་ན། ཨ་སུས་བཏང་གི་རེད་བཏང་ངེས་ཡོད་མར་བ། བྱས་ཙང་གང་ཐུབ་ཅི་ཐུབ་བྱས་རྗེས་ཨ་ནི་བོད་མི་གང་མང་མང་གིས་སོ་སོའི་བོད་པའི་སྐད་ཡིག་དེ་ཨ་ནི་ཡག་པོ་ཤེས་ཆེད་བོད་ཆོས་བཏང་རྗེས་ཨ་ནི་ཉར་ཚགས་བྱས་ཡ་དེ་ང་རང་ཚོ་མི་མི་རེ་ངོ་རེ་ཚང་མའི་ལས་འགན་རེ་ཞིག་མཐོང་རྗེས་ཨ་ནི་ངས་འདི་བྱེད་ཡག་འདོད་པོ་ལེ་སོང་ཞེས་བཤད་ཡ། ག་རེ་ཟེར་བ་རེད་ད། ང་རང་ཚོས་བརྙན་ཐུང་བཟོ་མཁན་དེ་ཡས་ཀྱིས་ཨ་ནི་སྤྱི་ཚོགས་དྲ་ལམ་བརྒྱུད་བྱས་ལ་ཡ་མ་བཏོན་ཡ་ལ་ཡ་བརྒྱུད་ལམ་ཁ་ཤས་ཁ་ཤས་དོ་ཨ་ཡ། ངོ་དེབ་དང Instagram སེ་ཡ་སོར་ད་དེ་ཚོ་དར་ཚོ་ཆེན་པོ་རེད་དོ་ཨ། ཡིན་ནའི་ལེ་ངས YouTube གདམ་དགོས་ཡ་རྒྱུ་མཚན་ག་རེ་ཡིན་ཟེར་ན་ད་སྙེ་མ་ཡིན་ན་ངས Instagram ནང་བླུགས་ཡོད་དུས་སང་ཡོད་བླུགས་ཡོད། ད Instagram དང YouTube གཉིས་བསྡུར་བ་ཡིན་ན་ད Instagram ནང་ལྟ་ངན་ཏིས་མང་རེ་ཞིག་འདུག་ཡིན་ནའི YouTube གདམ་དགོས་ཡ་རྒྱུ་མཚན་གཙོ་བོ་དེ་དང་པོ་དེ་ང་ཡ་གྲོགས་པོ་གྲོགས་མོ་མང་བོ་ཅིག་གིས་རང་གིས་སོ་སོའི་བརྙན་ཐུང་བཟོས་བདེ་གལ་ཏེ YouTube ནང་བླུགས་ཐུབ་ན་ཡག་བོ་རེད།

དམའ་འབེབས་བྱས་པའི་ཟོར་དང། བྱ་མོས་བྱས་པའི་ཟོར་འདི་ལམ་ངན་མང་པོ་འདུག་ཡིན་ན་ངས་དེ་ཚོ་རྣ་བ་ཞིག་གྲགས་བཏང་མེད། ཨ་ནེ་བྱས་ཙང་ཁོ་ན་ཚོ་ལ་ཡང་ག་རེ་ཞུ་འདོད་བྱུང་ཟེར་ན་རེ་བ་ཡ། ཁྱེད་རང་ཚོས་ངའི་བརྙན་ཐུང་སུ་བསྡུས་དམ་པ་གལ་སྲིད་ཐུགས་མ་དཀྲོགས་དང། སྐྱུག་མེད་དང་ཁོང་ཁྲོ་ཟ་ངེས་ཟོར་ཨ་འདྲི་མང་པོ་བྱས་ཡོད་ན། ཡིན་གཅིག་མིན་གཅིག་གཟིགས་གནང་བ་མ་རེད། ག་རེ་ཟེར་ན་ཁྱེད་རང་གི་སྤྱན་གཉིས་དེ་ཨ་འདྲི་ཨ་འདྲི་ཨ་འདྲི་ཨ་འདྲི་བྱས་རྗེས་ཡ་བྲེད་བྲེད། ཡ་ལྟ་རང་ཡིན་གཅིག་མིན་གཅིག་དེ་ལྟ་གོ་ལྟ་ཟེར་ངེས་ཡོད་མ་རེད་ལ་ཁྱེད་རང་ཨ་མཆོད་ཚུལ་འཐེན་རྗེས་ཡ།